ལ་སོགས་སྐུ་གཟུགས་བཟང་པོ་ལ། ད་རིང་ང་གཅིག་གིས་རྒྱུད་དོན་འདི་རྩོམ་བྱེད་པའི་བ་ཅན། ཏེ། Hyperlink། ཟེ། ད་ང་གཅིག་རྫོང་ཁ་ན་རྩོམ་བྱེད་པའི་བ་ཅན་ང་དང་འབྲེལ་ཐིག་བྱིན་རླབས་ནི་རྩོམ་བྱེད་དེ་འདུག་ལ། ཏེ། Insert ན་ལོ་བྱོན་བཞིན་ད་པས་ད་ག་ཚ་ང་གཅིག་གིས་ཨ་ནི་ཚུན་ཆད་ཀྱི་ནང་ཚན་ན་མདོར་བསྡུས་ཅིག་ཞུ་ས་ཡོད་པ་སྨྲོས་ཤིག་ལ། ད་ད་རེ་ཨ་ནི། རྡོག་རྡོག་རིལ་རིལ་གཅིག་གུ་སྟེ་དེ་ལས་ལྕགས་ཀྱི་སྤྱན། བཟོ་བཟོ་ཡོད་མེད་ཅི་འདོད་པ་སྨྲོས་ཤིག་ལ། དང་འདི་གི་སྐོར་ལས་ཞུ་ནུས་པའི་ཨིན་ཡིན་ལ། དེ་དེ་ཡང་དོན་ཚན་འཛོམས་ཀྱི་འབེལ་བ་ཅན་དང་དོན་ཚན་བཞི་གི་ནང་ལོ་དེ་ཞུ་ནུས་ཨིན་ཡིན་ལ། འཆི་ཁ་ཡིག་ཆ་དང་འབྲེལ་མཐུད་བཟོ་དང་ཡིག་ཆ་ནང་ཁའི་འབྲེལ་མཐུད་བཟོ་དང་ཡིག་ཆ་སབ་ཁ་ཅི་ཞིག་འདོད་པའི་དེ་འབྲེལ་མཐུད་བཟོ་དང་དེ་ཝེབ་སཱིད་དང་འབྲེལ་མཐུད་བཟོ་དང་ཟེར། ད་དོན་ཚན་ནང་ནིམ་ཅི་དེ་ཅི་བྱ་བའི་དེ་ང་ཅི་གི་ད་རེ་གི། སྙོང་དར་འདི་དེ་འགོ་བཙུགས་གིས་ཞུ་དོ་ལ།

གཏད་དེ་ལས་བྲིས་དྲིབ་ན་ལོ་གྱོན། དེ་ན་ལས་བས་ཨེ་མེ་སོར་སྦྱང་དར་ན་ལོ་གྱོན་གཏད་དེ་ལས་དག་གིན་ཆ་གསུམ་པའི་འདོན་པ་ཟེ་དང་ན་དུ་མོ་ཤི་ལ་ཏའི་ཨོ་ཀེ་ནེམ་དང་ན་ཡི་ལ་དང་ནི་བས་སའོ་ཅིན་ད་བྷ་ལུ་འདྲེ་ཐི་ཡ་སི་ཡིས་སི་ཤུ་དོ་ལ་ད་འདྲེ་ཐི་རྒྱུ་མི་འཇུ་འདི་ག་དེ་བས་ཏ་ནི་མོ་སི་ལ་བདའ་ལུ་ཨ་ནི་ང་གཅིག་གི་ཨ་འདི་ག་ཅི་ལ་མོ་ཨ་ནི་ཀ་ཟལ་འདི་ཨ་ན་ཧ་ཏུ་ལུ་བག་འོམ་ཅིན་ར་ཁུ་གེ་ཨ་ན་ལོ་གཏད་དེ་ལས་གོ་ད་ཅི་སྤྲོས་དེ་ལ་བྷལ་འདྲིས་ཨེ་མེ་སོར་སྦྱང་དར་སི་སུ་བཅས་པ་ཅི།

ད་དེ་ལས་དེ་ཆོར་ཅི་པེར་འོ་གི་དེ་གོ་ཡན་དེ་དེ་པེར་ཆོས་ནི་ཡིན་ལ་ཡེས་ནེམ་ཅིན་དེ་ཕ་གི་དེ་ཁ་བྱི་དེ་འོ་མོ་ཤི་ལ། ད་འདི་འཛུམ་དེ་ང་ཅི་ལོ་ནམ་ཁ་ཆི་ཡེས་ལབ་ད་ལུ། ད། པེར་ན། ང་ཅི་གི་ལ་མི་གི་སུམ་བུམ་ད་དེ་དེ་ལ་འདི་ཚུ་མི་གི་རིག་ཡིག་ཆ་མའམ་དེ་དེ་ལས་འབྲི་གུབ་དེ་ནི་དུ་བ་ལ།

ཟླ་གཉིས་པ་འདིའི་ཡིག་ཆ་ནང་ཁྱོད་འབྲེལ་མཐུད་བཟོ་སྟངས་འདི་ཡིན་ལ། ད་ཡིག་ཆ་ནང་ཁྱོད་འབྲེལ་མཐུད་བཟོ་སྟངས་འདི་གི་དོན་དར་ལུ། ད་འདི་ལས་ང་གན་ན་ལུ། དེ་ཕ་ཡལ་གྱི་ཁ་བྱིས་དེ་ཡོད་བི་ལ། ད་ནི་ནང་ཁྱོད་ཀྱི་འབྲེལ་མཐུད་འདི་བཟོ་ནུས་ཀྱི་དོན་དར་ལུ། ད་ནི་ཨན་ན་ལུ་ཡིག་ཆ་ལས་ཧ་ཤ་ཡོད་འཛོམས་ཀྱི་བེ་བ་ཅན་ཨན་ན་ལས་ཡ་ད་མ་གཅིག་གི་གཅིག་ན་ལུ་ཅུ་ཏུབ་བཟོ་ནུས་འདི་ཡིན་ལ།

ད་དཔེ་རྩོམ་སྤྱི་པའི་བ་ཅན་ད་ང་གི་ཨ་ནི་དེའི་ག་ཨ་ནི་གུ་ནེམ་ཅིན་ར་དེ་དེ་ལས་ང་གི་མ་སོ་སོ་ཅི་ན་ལུ་ཇུ་ཏུབ་ཛོ་བ་ཅན་ད་ནི་བེ་བུ་ཅིན་ད་ན་ཨ་ནི་ན་ལུ་ཇུ་ཏུབ་བེ་ཛོ་ནི་ཡིན་ལ་ད་ང་གི་ད་ནི་བེ་བེ་ཨ་ནི་བཞག་བེ་དེ་གུ་ནེམ་ཅིན་ད་ན་ཚུལ་ཁྲིམས་ཡང་དག་པར་སྟོན་པའི་མདོ་སྨིན་དེ་གོ་རྒྱུ་དེ་ལ།

ད་ང་གི་ཨ་ནི་བཞག་པའི་དེའི་ཁྲ་ལེ་ར་དེ་དེ་ལས་ནིམ་ཤིན་ད་པའི་ནི་གུ་ནིན་པའི་དེ་དེ་ལས་ཨོ་ཀེ་ཅབ་དང་ཡ་སོབ་ཛོམ་ཅི་པའི་བ་ཅན་ག་ཅི་པའི་ཨོང་སོ་བ་ཅན་ད་ནི་ཡིག་ཆ་དེ་ཁ་བྱིས་ཤིན་ད་པའི་ད་དོར་ལ་བེ་གུ་ཧོ་ལ་དེ་ལ་བེ་གུ་བེ་ཏུབ་པའི་དེ་ཅི་ཧོང་ལ་དེ་ཡ་གི་དེ་ཨིམ་ཛོམ་ཅི་པའི་བ་ཅན་ཨ་ནི་གུ་པའི་བ་ཅན་དེ་ཡིག་ཆ་དེ་སབ་དེ་ཅི་གོ་བྱིས་ཤའོ་དེ་བེ་ཨོ་ད་ལུ་དེ་ག་ཅི་མིན་པའི་སི་ལ་བ་ཅན་ཨ། ད་དུ་ར་དོང་གོ་ཤ་ཤི་ན་བེ་ལ་བེ་གུ་བེ་གུ་གི་དི་ན་ལུ་ཏན་མི་ཅིན་སི་ཤུ་དོ་ལ། ད་ནི་བེ་བ་ལུ་ཏན། ད་དེ་ལེ་ང་ཅི་གི་ཨ་ན་ལུ་ག་ཅི་བེ་གོ་བེ་སི་ལ་བ་ད་ལུ། ད་ཨ་ནི་ན་ལུ་ཅོན་ད་དེ་ལེ་རང་གི་དེ་དེ་ལེ་ངེད་གི་ཆ་སག་བཟོ་མི་དེ་ག་ཏེ་ལུ་བཞག་ནི་ཨིན་བི་ན་དེ་ཨ་ནི་གི་ཕོལ་དར་ཅེ་ད་དེ་ན་ལུ་ཨེད་བེ་གོ་བེ་ལ། ད་ཨ་ནི་ཨོ་ཀེ་ནན་བེ་ཨིན་བ་ག་ལ།

ཨུམ། ཨ་ན་རུ་ཨོ་ཀེ་ཡེ་སི་བསྣན་པས། ད་ནི་བེ་བ་ཅན་ད་ང་གི་ཁྲོང་ཁྲོ་རུ་ཨོ་ཀེ་ནིམ་ཅིན། དེ་དེ་ལས་ཨ་ནི་བྷ་ལི་སབ་ཅི་ཡའི་བ་རོ་ཁྲོམ་གི་སྐོ་རུ་སེ་ད་ཨ་ན་རུ་ཐེན་ཐོང་ཡིན་ལ། ད་དེ་ལས་ང་གི་དེ་ན་རུ་བ་རོ་ཁྲོམ་གི་སྐོ་ལས་ག་ཅི་དྲི་ནི་ཡོད་རུ་ཨ་ན་རུ་དྲིས་པས། ར་བས་དེ་དེ་ད་ཅི་མ་ཞིག་ད་ཅི་གི་བེ་ཐང་དེ་ཨིན་ཡིན་ལ་ད་ཅི་གུ་ཐང་བ་གི་ད་ལོ་ཤུ་ཤུ་ལས་དེ་ཨ་ནི་གུ་ནེམ་བ་ཅན་ཁྲོང་ཁྲོ་ར་ནི་དེ་དེ་ལས་བ་རོ་ཁྲོམ་གི་སྐོ་རུ་སིམ་ལ་མི་གི་ཡིག་ཆ་དེ་དེ་ག་བཞི་ཐེ་འོང་སེ་ཤུ་དོ་ལ། ད་དུ་དེ་ན་ཁ་བཤིག་དེ་ཡོད་པ་ཧ་ནི་གི་བའི་འདི་ཁུ་མ་ཤའོ་མེ་ལ་སེབ་ཆབ་པེ་ཨུམ་ད་ནི་བེ་བ་ཅན་ན་པ་རོ་ཁྲོམ་གི་སྐོར་རོ་སེ་མེ་དེ་ད་ན་ཡིག་ཆ་དེ་ན་ཁ་བཤིག་ཐང་ཡི་མོ་ཤི་ལ་ད་ནི་བེ་ཛོ་ཏུ་བེ་ལ་དེ་དེ་ལས་ཕཱེལ་དེ་ནི་སེབ་ཆབ་བོ་མི་སྐབས་དེ་ན་ལོ་ཡང་དེ་དེ་ལས་སེབ་ཆབ་ནི་གི་ཁེ་པ་ར་ཡ་ཨ་ཚིར་གྱི

ཨ་ནི། ད་ནི་བོད་ད་ལུགས་ད་ཐུག་ང་གཅིག་གིས་ནི Hyperlink གི་ཐུགས་ལས་ང་གཅིག་གིས་དེ་དེ་ལས་ཡིག་ཆ་ནང་ཁའི་འབྲེལ་མཐུད་ཚོ་ནི་ཕྱི་ཁ་གི་ཡིག་ཆ་དང་འབྲེལ་མཐུད་ཚོ་ནི་དེ་ཡིག་ཆ་གསབ་ཁ་ཕྱིས་བཞིན་ད་པས་དེ་དེ་ལས་འབྲེལ་མཐུད་ཚོ་ནི་དེ་དེ་ལས་ཨ་ནིམ་གཅིག་ད་ཐུག་ང་གཅིག་གིས་སྦྱོང་བརྡར་བེའི་རྨོངས་ལ་ད་ང་བཅས་ནི་དེ་ལ་བེའི་བེའི་བེའི་གང་ལས་དེ་དེ་ལས་དེ་བ་འམ་དེ་ང་གཅིག་གིས་ཤིས་ཚུ་ནི་ལུགས་དེ་རྣམ་སྨིན་སེམས་མེད་ཨ་ནི་ལྷན་ཐབས་དེ་དེ་ལས་བྱུང་ཚུ་བས་ཟེར་ཞུ་དོ་ལ།